མི་ལ་ཡག་ད་ང་རང་ཚོ་གི་ཅིག་ཡག་ག་རྐྱང་རྐྱང་གི་ཐོག་ནས་ཡག་བཟང་སྤྱོད་གི་ཐོག་ནས་ཡག་ག་ཐོག་ནས་རྐྱང་རྐྱང་གང་ལ་ལང་ག་ཁྲི་ཡའི་དང་འོ་འདི་འདྲས་བྱེད་བྱེད་ཨ་ནི་སྨན་འབེབ་ཀི་ཚབ་ལ་ཡ་ལྟོས་ར་ཡིན་གྱི་མིན་གྱི་གུ་གུ་ཡོར་ད་དེ་ལི་རི་ཞིབ་ཀི་ནང་ལ་དབུ་ཁྲིད་པ་ཡིན་པའི་ཆ་རེད་རེད་བ་ཨ་ནི་ང་རང་ཚོ་མི་མང་ཚང་མ་ཡ།

ཨ་ནེ་ག་ཤེད་ཀྱི་བལྟ་གོ། སྟོན་ན་སྟོན་ཆོས་ཆོས་བཙུགས་ན་བཙུགས་ཆོས་ཆོས་ལས་བྱེད་གསར་བ་བཙུགས་བཙུགས་ཆོས་ཆོས་སྟོན་ཆོས་ཆོས་ཨ་ནེ་ངའི་མི་དང་ཁོ་མི་ལ་ནི་ཅིག་བྱས་ཏེ་ངས་བསམ་བློ་བཏང་འགྲོ། ཨ་ནེ་གཞན་ཕན་གྱི་ལས་ཀ་ཡག་པོ་བྱེད་ཉེན་དང་སློབ་སྦྱོང་ཚད་ལྡན་པ་ཡོད་ཉེན་དེ་གས་ཀྱི

གར་ལྟ་བུ་ལ་ན་མི་གཅིག་གིས་རྒྱལ་སྐབས་ལ་ག་ཚད་ཕན་ཐོག་སར་ག་ཚད་ནུས་པ་འདུག་རོ། འདི་དང་ཞོར་གཅིག། ལི་རེས་ད་མེ་ལ། སྙི་བ་འདི་ང་རང་ཚོ་གི་སྤྱི་ཚོགས་འདི་ད་ལྟ་ཁ་ཕྱོགས་ག་བ་ལ་འདུག་རོ། མ་འོངས་པར་གཞུག་མ་ཁ་ཕྱོགས་ག་འདྲི་ཅི་ལ་ཆགས་སར་ག་འདྲི་ཅི་ལ་འགྲོ་སར་རེད་རོ། འདི་ལྟ་བུ་ཡོད་རོ། ད་དཔེ་ན་ད་ལྟ་ང་ཚོ་ལོ་མ་འོངས་པ་ལ་ང་རང་ཚོ་སྲིད་སྐྱོང་ཉིས་སྟོང་ཉི་བརྩེགས་ལྔ་ལ། ད་དཔེར་ན། ད་ལྟའི་གི་གནས་སྟངས་འདི་གང་ལ་དེ་འདྲའི་སྤྱི་ཚོགས་བག་ཤ་དེ་དེ་གྱོད་ཚོད་དེ་འདྲའི་རང་འགྲོ་བདེ་བ་ཡིན་ན། ང་ཚོས་གི་ད་ལོ་ལྔ་དེ་དུས་ཚོད་པུ་ར་འཕྲོ་བརླག་དང་ཆུ་ཚོད་གཅིག་གི་ནང་འཕྲོ་བརླག་དང་རྒྱལ་ཁབ་བཅས་ཚོད་ཆུ་ཚོད་གཅིག་ལ་དུས་ཚོད་སྤེམ་མ་སྲིད་གི་རྩ་ཆེན་པོ་ཆགས་དུས་ར་ཆུ་ཚོད་གཅིག་ལ་ང་ཚོ་ག་རི་ག་རི་བསྐྲུན་ཐུབ་ར་རྒྱལ་ཁབ་ཅིག་བྱེད་དུས་ར་ད་ག་རི་བསམ་བཏང་བ་ཟེར་ན་ཉིས་སྟོང་ཉི་ཤུ་རྩེ་ལྔ་ལ། སྡོད་དུས་ནི་བླངས་ན་ནི་དུག་རེད་ད། གདོད་མའི་ལས་བླངས་ན་ནི་དུག་རེད་ད་ད་ང་ཚོའི་སྤྱི་ཚོགས་བག་ཤ་ཐལ་ཏེ་ད་དེ་འགྲིག་གི་སྤྱི་ཚོགས་ང་དང་ཁོ་ལ་ནི་ཕྱོགས་པ་གང་ཆགས་ཏེ་འདུག་གནང་ད་ང་རང་ཚོ་གི་དབུས་གཙང་ནས་ཅིག་ལངས་ཐུབ་པ་ཡིན་ན་ཨ་ནི་དེ་ན་ནི་དམིགས་བསལ་གྱི་གཞོན་སྐྱེས་རེད་བ་གཞོན་སྐྱེས་དེ་གལ་ཆེ་ཤོས་ཆགས་འོར་ད་གཞོན་སྐྱེས་ནང་ནས well educated ཉམས་མྱོང་ཡོད་སྐྱོ།

གཅིག། སྤྱི་ཚོགས་འདི་ད་ད་ལྟ། འདོད་རྡོའི་ལ་ནི་སྙེ་མ་རྙོག་དྲ་བྱས་ནས། རྙོག་དྲ་ཆ་དེ་བོར་ད་དེའི་སྒང་ལ་བེད་སྤྱོད་བཏང་ནས། དེ་ནས་ད་འདོད་མའི་ལ་ནི་ཡང་དེའི་སྒང་ལ་བེད་སྤྱོད་བཏང་བྱས་ཡང་རྙོག་དྲ་ཆ་དེ་བོར་ད་རྡོག་རྡོག་བཤལ་བ་ཡིན་ན་ག་བ་བསྐོར་ནས། ཅུ་རིས་དེ་ག་བ་ཐེབས་དེའི་བོར་ལ་ནི་ད་ག་རང་སྒང་ལ་ད་མི་མང་གི། མགོ་སྐོར་བཏང་ས་གི་ཡོད་ན་མེད་ན་གི་དེ་ཚོ་ད་དེ་ཆ་དེ་དགོས་ར།

དམངས་གཙོ་གི་རྒྱལ་ཁབ་རེད། ཨ་ནི། རྒྱལ་ཁབ་དེའི་དམངས་གཙོ་གཅིག་པུ་མ་ཡིན་པ་དངོས་གནས་ལུང་པ་ང་རང་ཚོ་གི་གཞུང་འདི་མ་འདྲ་བ་ཅིག་ཡོད་འདུག་ག་ལ། མཐའ་འདི་ལ་ད་ལྟ་ག་རེ་དགོས་རེད་གལ་ཆེ་ཤོས་དེ། ང་ཚོ་གི་བཀའ་ཤག་གི་ནང་ལ་བཀའ་བློན་ཧྲ་ཐག་ཐག་མངགས་དགོས་ཀྱི་ཡོད་རེད་ཉུང་མཐའ་ལ།

བསྐོས་རྒྱུ་དེ་བ་ཅིག་ལྷག་དེ་ཡོད་རེད་གཅིག་ད་ལྟ Retire ཆགས་ཡོད་རེད། ད་དེ་ཚོ་ང་རང་ཚོ་གི་ཁ་ས། ཁྲིམས་དོན་གྱི་ཁྲིམས་དཔོན་ཅིག་ཆགས་ཀྱི་ཡོད་མ་རོ། ད་བཙན་བཟུང་གི་ཁྲིམས་དཔོན་ཆགས་དེ་ཡོད་རེད་ད་ལྟ་དེ། ང་ཚོའི་གི་ད་མ་འོངས་པ་ལ་མི་མང་དེ་ཚོ་གཉིད་ཚེ་ནས། མ་འོངས་པ་ལ། ཅིག་ཁྲིམས་ཞིབ་ཁྲིམས་གི་ནང་གི་ལས་ཀ་བྱེད་ཉིན་ཁྲིམས་ཞིབ་པ་དེ་གི། ཡིན་གྱི་མིན་གྱི།

རྒྱལ་སྤྱིའི་མི་མང་ས་ཡ་དྲུག་གི་འདི་ཁྲིམས་ཁང་འདི་ཆགས་འདི་ཡོད་རེད་ཁྲིམས་ཁང་འདི་སྤུ་གུ་རྩེ་མོ་རྩེ་ཡ་འདྲ་བོ་དང་ད་རྫུན་མ་འདི་འདྲས། བྱེད་ཆོས་ཆོས་བསྡད་ཆོས་ཆོས་འགྲོ་ཆོས་ཆོས་འདི་འདྲས། སྤུ་གུ་ཆུན་ཆུན་འདྲ་བོ་འདི་འདྲས། བྱེད་ཡ་ཡོད་མ་རེད་བ། འོ་འདི་ག་རེ་རེད་ལ་ན་ང་ཚོའི་གི་དབུ་ཁྲིད། དབུ་ཁྲིད་ལ་འདི་ག་ག་ཟ་གི་གལ་ཆེན་པོ་ཡིན་མེད་གི་ང་རང་ཚོ་འདི་ལ་ད།

ཆ་ཚང་བ་ཅིག་ད་འཇུག་བསྡུས་ཡོད་བསམ་གི་འདུར་བ་ད་ད་རིང་འདི་གི་ངེད་ཀྱི་བཤད་བཤད་རྒྱོ་འདི་གའི point འདི་གའི་ཚང་མར་བ་ཨིན་ཇིའི་ནང་ལ་ཀྱེ་བབ་ཡོད་རེད་འདི་ཚོ་ཡག་པོ་ཕྱིན་ནས་བསམ་བློ་བཏང་བྱས་ར་བལྟ་བྱས་ཨ་ནི་བསམ་བློ་བཏང་ད་ཨ་ནི་འདི་མང་པོ་ཅིག་ང་རང་ཚོ་མི་མང་མང་པོ་ཅིག་ལ་འདི་ཧ་གོ་གི་རེད་སུས་ཨ་ཡིན་ཐུ་བྱས་ན་ཨ་ནི་ཚང་མ་ལ་ཨ་ནི་ཡང་འགྱོ་མ་འོང་ལེ་ཚན་ཇུ་མ་འདི་ཨ་ནི་བརྗེད་ཡོང་སུས་ཨ་ཡིན་ཐུ་བྱས་ན་བ་བའི།